དེ་འདྲི། ད་གསལ་པོ་ཞིབ་མི་གནང་བཞིན་དུ་གསལ་པོ་མི་འདུག་དེ་ཟུར་ཚོད་དེ་འདྲི་ཡོད་པའི་བཟོ་རབ་ཡིན་ཟེར། ད་འདི་འདྲ་དེ། མཁན་ཆེན་ཚུལ་ཁྲིམས་བློ་གྲོས་དང་མ་གཞི་དེ་ཚོ་དེབ་ཡོད་ཡིན་ཙང་ཞུ་ག་ཧ་གོ་གི་རེད་ཡིན་ན་མདོར་བསྡུས་ཤིག་ལབ་བཞག་ན། ཨ་ནེ་མཁན་ཆེན་བྱེས་མའི་ཕུན་ཚོགས་དང་ཁོ་རང་ཚོས་ཀྱིས་འདི་ནང་ལོག་ལ་རྒྱ་ནག་གི་གནས་ཚུལ་དེ་འདྲི་བཀོད་བཞག་རྒྱ་ནག་ལ་སྐབས་དེ་དུས་ཀྱི་ལུང་པ་འདི་ལ་ཡོངས་གྲགས་ཆ་འཇོག་གི་གནས་ཚུལ་དེ་འདྲི་དེ་འདྲི་ཁ་ཤས་བཀོད་བསྡད་པ་དེ་འདྲི་འདུག།

དང་པོ་ལ་ཡོད་སྲོལ་མ་རེད། སྐུ་ཞོ་དེ་ཁྱབ་བསྒྲགས་བྱས་ཡོད་སྲོལ་མ་རེད། གཞུ་ལ་སྨན་ཁང་ལ་གྲོངས་ནས་ཚགས་པར་ནང་ཐོན་ཡིན་ཟེར་བ་ལག་པ་དེ་བྱས་པ་དེ་ད་དེ་གྲོངས་ཚར་རེད་དེ་བྱས་དུས་ཙམ་ནས་ད་ལོ་རྒྱུས་དེ་གསང་བ་བྱས་པ་མ་རེད་བསམ་ནས་སྐུ་ཞོ་དེ་གི་སྙེ་མ་དེ་འདྲས་ལབ་སོང་ཟེར་ལོ་རྒྱུས་དེ་དེབ་དང་དེ་འདྲས་ནང་བཏོན་ཡིན་ཟེར་བ་འོ་དེ་འདྲས་ད་བརྒྱ་ཆ་བརྒྱ་ཐ་མ་ཡིན་ནི་མེད་ནི་གནས་ཚུལ་དེ་འདྲས་འདུག་འོ་དེ་འདྲས་ཟུར་ཙི་ཟུར་ཙི་ཡོད་བསྡད་པའི་བཟོ་སྒྲུབ་ཅིག་འདུག་ད་སྤྱིར་བཏང་ནས་ཡོང་མ་ཆོག་པའི་རྒྱུ་མཚན་དེ་ཡོད་མ་རེད་ཅང་ལོས་ཡི་ཁྱད་པར་གཅིག་རེད་མ་གཏོགས་ཤེས་པ་གཅིག་པ་གཅིག་རྐྱང་རེད། འདོད་ཆགས་གཅིག་པ་འདུག་ཁོང་ཁྲོ་གཅིག་པ་འདུག་ཨ་ནི། ཁ་ཤས་ཁ་ཤས་ལ་སེམས་བཟང་པོ་ཡོད་དེ་སུ་དེ་སུ་དུ་བ་དུད་འགྲོ་དུད་སོ་ལས། ད་ང་ཚོའི་མི་གཤིས་ནི་བུ་གཤིས་ནི་བུ་མོ་བུ་མོ་གཤིས་ནི་བུ། ཨ་ནི་མི་རྫི་བུ་རྫི་གཤིས་ནི་རྡོ་རྙེད་རྡོ་རྙེད་གཤིས་ནི་རྫི་བུ་ལས་སྐྱེས་དེ་འདྲས་ཡོད་ན། ད་མི་གཤིས་ནི་ཨ་ནི་ལྐུགས་པ་ལས་སྐྱེས་ཡོད་རེད་ཅང་པོ་རྫི་གཤིས་ནི་ཨ་ནི་མི་རྒོད་ལས་སྐྱེས་ཡོང་ཆོག་གི་རེད། པིའུ་ལས་སྐྱེས་ཡོང་ཆོག་གི་རེད། ཨ་ནི། ཁྱི་ལས་སྐྱེས་ཡོང་ཆོག་གི་རེད་འདུག་བསྡད་འགྲོ་ན། ད་ཡོང་མ་ཆོག་པའི་རྒྱུ་མཚན་མེད་བསྡད་པ་རུ་ཆགས་འགྲོ་རེད། ཁོ་གཟུགས་པོའི་གནས་སྟངས་མི་འདྲ་བ་ཆགས་འགྲོ་རེད་མ་གཏོགས། ད་གཟུགས་པོའི་གནས་སྟངས་མི་འདྲ་བའི་རྐྱེན་གྱིས་ད་སེམས་དེ་ཅང་ལོས་དང་དེ་ཡོང་གི་རུ་བ་ད་ཤེས་པའི་རྟེན་དེ། བྱས་ཙང་ད་དེ་འདྲི་ཡིན་ན་ཨ་ནི་གཞི་ནས། ད་ང་ཚོའི་སྐྱེ་བ་ག་བ་ལེན་མ་ལེན་དེ་ད་ལྟའི་བྱེད་སྟངས་དང་འབྲེལ་བ་ཡོད་རེད་ཡོད་མ་རེད་ཟེར་ཡའི་སྐད་ཆ་དེ་དུས་སུ་སླེད་འགྲོ་རུ་བ། བསམ་སྟངས་འགོ་ཡའི་ཆགས་འགྲོ་རེད། བས་ན་ད། ད་སྐྱེ་བ་སྔ་ཕྱི་ཡོད་པའི་ཐོག་ནས་སྐད་ཆ་བཤད་པ་ཡིན་ན་ཨ་རི་ལོས་ད་མི་གྱིས་ཤིག། དེས་ད་དྷརམ་ས་ལ་འདྲ་བའི་སྐྱེ་བ་ལེན་པ་ཡིན་ན། ད་ཁོས་ཀྱིས་ད་བར་དོ་ད་རྙོག་དྲ་ས་བུ་ལ་མོ་གང་ཆེ་ཕ་གི་ནས་རྣམ་ཤེས་དེ་ཨ་རི་གི་རྣམ་ཤེས་དེ་ཁོ་རང་གི་གཟུགས་པོ་དེ་ནས་ཁ་བྲལ་ནས་དྷརམ་ས་ལ་གིས་ད་ཕ་མ་གཉིས་ཀྱི་ཁུ་ཁྲག་སྐྱིད་ལ་ཡ་མཚོ་འཛུལ་དགོས་བ། ད་འདི་འཛུལ་དུས་ཁ་སང་ལབ་པ་ན་བཞིན་ཁུ་ཁྲག་སྐྱོན་མེད་པ་བྱས་རྣམ་ཤེས་གསུམ་ཚུར་བསྡུས་དུས་སྐྱེ་བ་ལེན་སའི་སྐད་ཆ་དེ་དུ་ཆགས་འགྲོ་རོགས། ད་འདི་བྱས་འོང་དུས་ཙང་ནས་ཨ་རི་གི་རྣམ་ཤེས་དེ།

འདི་ལབ་དགོ་ནས་རྙོག་དྲ་ཚ་པོ་རེད་སྤྱི་ཚགས་ནས་བྱེད་པ་པོ་དཀོན་མཆོག་ཡོད་མེད་ཟེར་དེ་རིག་པའི་གི་དཔྱད་པ་བྱེད་ན་ལྟས་སུ་རྙོག་དྲ་ཚ་པོ་རེད་གལ་སྲིད་དེ་འདྲས་ཅིག་ཡོད་པ་ལ་ཡོད་པའི་ཡིད་ཆེས་བྱེད་ནས་སྐད་ཆ་བཤད་པ་ཡིན་ནའི་ནི་བྱེད་པ་པོ་དེ་གི་ཨ་རིག་གི་རྣམ་བཤད་དེ་ག་བ་བཙུག་བཙུག་བཞག་ནས་ག་བ་ལ་བཏང་བཏང་བཞག་ནས་དར་མ་སར་ཕོ་མོ་གི་ཁུ་དྲག་སྐྱིད་དེ་ལ་གར་ཅིག་ནས་བཏང་པ་རེད་ཡང་སྐྱོ་དྲི་བ་ཅིག་སླེ་ཡོང་བ་རོ་ཡང་ན་མེད་ན་ནི་ག་རེ་ལབ་དགོ་རེད།

བྲམ་ཟེ་ལགས་ཀྱིས་ཕ་མའི་ཁུ་ཁྲག་ཡོད་སར་འདི་ལ་སྐྱིད་པོ་དེ་འདྲའི་མཐོང་འོང་བ་རེད། འཁྲུལ་ནས་མཐོང་རྒྱུ་རེད། ད་འདི་མཐོང་འོང་དུས་ཙང་ནས། ཨཱ་དེ་མཐོང་པའི་རྐྱེན་གྱིས་ཨཱ་ཕ་གི་བྲོ་བའི་འདོད་པ་སྐྱེས། བྲོ་བའི་འདོད་པ་སྐྱེས་པའི་རྐྱེན་གྱིས་འདོད་ཆགས་འདི་ཨཱ་ནི་ལས་གྲུབ་བ་རེད་འདི་རེད་ད་ཕྱི་ངན་ངོ་མ་འདི་དང་པོ་འཁྲུལ་སྣང་སྐྱེས་བཅུ་ངན་འདི་ལས་བྱེད། ལས་བྱེད་ལ་ད་ཚུལ་དངོས་གནས་ཕ་རྣམ་ཤེས་འདི་ཚུལ་ལས་བཅུ་ངན་འདི་འདོད་པ་འདི་རེད།

ད་དུ་བའི་དབང་གིས་སྐྱེ་བ་ལས་དེས་སྐྱེ་བ་ལས་ཀྱི་དབང་གིས་རེད་ཟེར་དེ་འཁྲུལ་སྣང་དེ་འདྲས་སྐྱེ་བ་དེ་ལས་ཀྱིས་རེད་ཟེར་དེ་སྐྱེ་བ་སྔ་མ་དྲན་མཁན་ནང་ལོག་ནས་ཀ་ལི་བྷ་གའི་ཁུངས་སྐྱེལ་བྱས་དེ་སི་ཀ་ལི་ཧ་བོ་རེད། ད་ཁ་ཚང་བཟོ་འདྲ་བོ་དེ་འདྲས་བྱེད་འབི་ཡང་གི་སྐུ་ཐང་བཞག་ནས་ཨ་ནི་མི་ལ་སྐྱེ་སི་ཙི་ནང་དོན་དེ་འདྲས་ར་ལབ་ན་མ་གཏོགས་ཀ་ལི་ཧ་བོ་ཞེ་དྲག་རེད། ད་འདོད་ཆགས་ཀྱི་དབང་གིས་སྐྱེ་ཟེར་དེ་ཡང་སྐྱེ་བ་སྔ་མ་དྲན་མཁན་ནང་ལོག་ནས་ཁ་ཤས་ཁ་ཤས་ར་འཕྲོད་ཡོང་གོ།